དུས་ཚོད་མ་ཉུང་བརྩེགས་ཡང་ན་སྐར་མ་གཉིས་ཟེར་ནང་ལོགས་ཀ་བཞི་ཚོད་མ་ཕ་མ་སྒྲོལ་མས་ཕྱག་འཚལ་ཉེར་གཅིག་ཡོད་པའི་ནང་ནས་ཕྱག་འཚལ་བཅུ་བདུན་པ་ངོ་སྤྲོད་བྱོས་བྱ་ཡིན། ཕྱག་འཚལ་བཅུ་བདུན་པ་གྱེས་རེས་ཕྱག་འཚལ་བསྟོད་རེས་ཞབས་ནས་བརྡབས་པས། ཧུང་གི་ནམ་པའི་ས་བོན་ཉི་མ། རི་རབ་མ་འདྲ་ར་དང་འབིགས་བཅས་འཇིག་རྟེན་གསུམ་ན་ཡོད་ཡིན་ཉི་མ་ཟེར་དེ་ནས་བཟུང། མ་རྩ་ཆེ་མིག་དང། བྱིན་རླབས་སད་མ་འཇུག་བྱ་ཅན་དད་པའི་བུ་ལོངས་སྤྲུག་བྱ་ཅན་གྱི་གསུང་ང་ཟེར་དེ་ནོ། དོན་དག་པོ་ཅི་ནོ་འོག་ཞུས་སུ་སྙམ་པོ་དེ་ནི་ཚིག་མགོ་ཡལ་ག་ཕྱག་འཚལ་གསུང་ང་ཟེར་དེ་འདུག་ག་ལས།

འོ་ན་འཇིག་རྟེན་གསུམ་པོ་ཅི་ནུའོ་བརྗོད་སྙམ་པོ་ཅི་ལྟའང་འཇིག་རྟེན་གསུམ་པོ་ས་སྟེང་མི་ཡི་འཇིག་རྟེན་ས་བླ་བླ་ཡི་འཇིག་རྟེན་ས་འོག་ཀླུ་ཡི་འཇིག་རྟེན་དེ་ནི་རྟགས་དངོས་གྲོལ་བརྗོད་སྟེ་ནོག་སྟེ་ཡིན་ན་ཡང་ཡིད་དགའ་འཇིག་རྟེན་གསུམ་པོ་ཞུ་རྒྱལ་ལ། དཔེ་ཆ་ཁུ་རི་དེ་ནི་ཚིག་རྟགས་མེད་ཀ། རི་རབ་མ་འདྲ་ར་དང་འབིགས་བཅས་གསུང་བ་མཛད་དུ་འདུག་ག་ལས། རི་རབ་པའི་ངོས་སུ་ཆགས་པའི་འཇིག་རྟེན། མ་འདྲ་རའི་ངོས་སུ་ཆགས་པའི་འཇིག་རྟེན། འབིགས་བཅས་དེ་ངོས་སུ་ཆགས་པའི་འཇིག་རྟེན། དེ་ཀ་དུག་སྐྱེ་ནི་དེ་ནི་སེམས་ཅན་ནི་ན་འདྲ་དེ་ནི་ཁོ་ན་འཇིག་རྟེན་སྣོད་ཀྱི་འཇིག་རྟེན་དང་བཅུད་ཀྱི་འཇིག་རྟེན། ཡང་ན་དེ་ནི་འཇིག་རྟེན་འདི་ཞུ་བ་མཉམ་པོ་ས་གཞི་གཅིག་པོ་ལ་མ་འགོ་བ། འཇིག་རྟེན་འདི་ཞུ་བ་མཉམ་པོ་སེམས་ཅན་ལ་འགོ་བྱ་ནོ། དེ་ནི་བཅུད་ཀྱི་སེམས་ཅན་པོ་ལ་བཅུད་ཀྱི་འཇིག་རྟེན་ཞུ་བ་ནོ། དེ་ནི་སྣོད་ཀྱི་འཇིག་རྟེན་དང་བཅུད་ཀྱི་སེམས་ཅན། རི་རབ་དང་མ་འདྲ་ར་དང་འབིགས་བྱེད་དེ་དེ་ནི་དངོས་སུ་ཆ་གང་ཚང་མ་དེ་ནི་དབུལ་དང་ཡོད་ཚད་ནོ། ཀ་གཟུ་བ་ཀུ་ལས་ཀ་གཟུ་བ་ཡོད་ཞུ་བ་མཉམ་པོ། དེ་ནི་ཧུང་གི་རྣམ་པའི་ས་བོན་ཉིད་མ་ཟེར་ཚིག་རྟག་འབེན་ཀ་ཏོ་སོང་ཚད་དུ་ནོག་པ།